ཅེས་སོགས་རང་གི། མཚན་ཉིད་ཅེས་སོགས་རང་བཞིན་དགག་པ་དེ་ལ། ད་མཚན་ཉིད་རང་བཞིན་སྟོང་པ་བསྟན་པ་དེ་ལ།

སྐྱེ་བཞིན་པ་ནི་སྐྱེ་བར་མི་འགྱུར། གལ་ཏེ་སྐྱེ་བཞིན་པ་ནི་སྐྱེ་དགོས་ཀྱི་ཡོད་ན་ཡང་ན་ཐམས་ཅད་སྐྱེ་བཞིན་པ་ཉིད་ནི་ཡིན་པར་ཐལ་བར་འགྱུར་སྲིད་དུས་ཕྱིས་ཤི་བ་སྲིད་དུས་ད་ཆད་ཀ་ཡང་ན་ས་བོན་གྱི་ས་བོན་ཁུངས་སུ་འདུས་བར་མ་སྐྱེས་པ་རེད། ཡང་ན་ཕྱེད་ཀ་དེ་སྨྱོ་ཀུ་གི་ཁུངས་སུ་འདུས་པས་སྐྱེས་པ་རེད། སྐྱེས་པ་དང་མ་སྐྱེས་པ་གཉིས་མ་གཏོགས་པའི་གི་སྐྱེས་བཞིན་པ་ཟེར་བྱེད་ཀྱི་ངོ་བོ་སྟོན་གྱི་མེད་པ་ཞིག་རེད། དེ་འདྲ་བྱེད་དུས་ད་སྐྱེས་པ་དང་མ་སྐྱེས་པ་གཉིས་ཀྱི་མ་ཡིན་པའི་གི་གཞན་སྟོན་གྱི་མེད་པ་ཡིན་དུས་ཉིད་ནི་ཡིན་པར་ཐལ་བར་འཇུག་སྲིད་དུས་ཡང་ན་ཐང་ཆད་སྐྱེས་བཞིན་པ་ཉིད་ནི་ཐལ་བ་ཡིན་པར་ཐལ་བར་འཇུག་སྲིད་དུས་དངོས་པོ་འདུས་བྱས་ཡིན་ནས་བཟུང་སྟེ་ཡང་ན་བརྗོད་པའི་དངོས་པོ་དང་ཡང་ན་འབྲས་བུའི་དངོས་པོ་གཉིས་གང་རུང་ལ་འདུས་པ་རེད། དེ་གཉིས་ནི་ཁོངས་སུ་མ་འདུས་པ་ཞིག་ཡོད་མ་རེད་དེ་ཡིན་དུས་དངོས་པོ་ཐང་ཆད་འོ་ན་སྐྱེས་བཞིན་པ་ཡིན་པར་ཐལ། བ་ཁྱེད་སྐྱིད་པ་ཟེར་གྱི་དེ། དེ་ནི་ཡང་ན་སྐྱིད་པ་རེད་ཡང་ན་མ་སྐྱིད་པ་རེད་ཡང་ན་ས་བོན་རེད་ཡང་ན་སྨྱུ་གུ་རེད། དེ་ཡིན་དུས་དངོས་པོ་ཐམས་ཅད་ས་བོན་དང། སེ་གོལ་བ་རྒྱུད་དང་འབྲས་བུའི་སྙིང་ཁོངས་སུ་འདུས་པ་ཡིན་དུས། དེ་ནི་ཡང་ན་ཐམས་ཅད་སྐྱེད་བྱེད་པ་ཡིན་པར་ཐལ་བར་འགྱུར་རོ་ཞེས་ཀྱང་ཉན་ནས་ཡིན་པར་ཐལ་བར་འགྱུར་ཟེར་གྱི། སྐྱེད་བྱེད་པ་ཡི་བདག་ཉིད་དུ་བྱ་བ་སྐྱེད་བྱེད་པར་མི་འགྱུར།

གང་གི་སྙིང་པོ་བག་མེད་པ་སྲིད་པ་ཡོད་པ་མ་ཡིན་པ། དེ་ལ་སྐྱེས་ཀྱི་བག་མེད་དེ་གང་ཞིག་དེ་ལའང་བག་ཡོད་མེད་ད་འདི་ལ་ཡང་བསམ་བློ་གཞན་དག་གིས་བཏང་ནས་ད་སྐྱེས་ཀྱི་བག་ཟེར་གྱི་དེ་འདི་ནི་སྐྱེས་པ་ནང་བཞིན་དུ་སྐྱེས་པ་དང་མ་སྐྱེས་པ་གཉིས་པོ་དེ་མ་རེད་ཟེར་དཔེར་ན་ས་བོན་དང་སྨྱོ་གུ་ལྟ་བུ་ཡང་ན་ས་བོན་ཡིན་དགོས་པ་ཡང་ན་སྨྱོ་གུ་ཡིན་དགོས་པ་ལྟ་བུ་དེ་འདྲས་མ་རེད་ཟེར་ས་བོན་སྐྱེས་ཀྱི་བག་ཟེར་གྱི་དེ། སྐྱེས་ཟིན་པའི་གི་གནས་སྐབས་དེ་སྨྱོ་གི་རེད་སྐྱེས་མ་ཟིན་པའི་གནས་སྐབས་ས་བོན་རེད་དེ་འདྲའི་སྙིང་པོ་གང་རུང་ཡིན་དགོས་གི་མ་རེད་ཟེར་གི་ད་དེ་གཉིས་པ་རུ་ཁ་གཅིག་ལ་བག་སྟོང་འགྲེལ་བྱེད་འདྲ་བོ་ཞིག་དཔེར་ན། ས་བོན་ཡང་མ་ཡིན་པ་སྨྱོ་གི་ཡང་མ་ཡིན་པའི་གི་དེ་པ་རུ་ཁ་ལ་གཅིག་བ་ལ་ཁ་ལ་ཚུར་འདྲི་བ་འདྲི་བྱེད་ཚུར་འདྲི་བྱེད་འདྲ་བོ་གཅིག་ཡོད་པ་རེད། འོ་དེ་སྐྱེས་བཞིན་པ་ཡིན་བསམ་ན་ཟེར་གི་ཡོད། སྐྱེས་ཡིན་གི་མ་རེད་དཔེར་ན།

ད་དེ་འདྲ་ཡིན་ན་གང་གི་གཉེན་པོར་བག་མེད་པ་གཉིས་པོར་བག་མེད་པར་སྲིད་པ་ཡོད་པ་མ་ཡིན་པ། དེ་ལ་སྐྱེ་བཞིན་པ། སྐྱེ་བཞིན་པ་མེད་དེ། གང་ཕྱིར་དེ་ལའང་བག་ཡོད་ཆེ། ད་འདིར་རེ་ད། གང་གི་གཉེན་པོ་ལ། བག་མེད་པར་སྲིད་པ་ཡོད་པ་མ་ཡིན་པས་ད་ཆུད་ཡེ་ནས་བཟུང་སྟེ། ཀྱི་རྒྱུ་འབྲས་བུ་གཉིས་ཀྱི་བར། བག་སྲིད་ཀྱི་རྒྱུ་འབྲས་བུ་གཉིས་ཀྱི། ཀྱིས་མ་འདྲ་བ་གཅིག་མེད་པ་ཞིག་ཡོང་སྲིད་ཀྱི་མ་རེད་ཟེར་ག་རེ་ཡིན་ན་ཡང་གང་གི་སྙིང་པོ་བ་མེད་པ་སྲིད་པ་ཡོད་པ་མ་ཡིན་པ་ཟེར་དངོས་པོ་ག་རེ་ཡིན་ན་ད་དེ་འདྲའི་གི་སྙིང་གི་པ་རུ་ལ་འདྲི་བྱེད་ཀྱི་ཡང་ཆོས་གཅིག་དགོས་ཀྱི་ཡོད་ན། འོ་ན་དེ་ལ་ནི་སྐྱེ་བཞིན་པ་མེད་དེ་ད་སྐྱེ་བཞིན་པ་དེ་དཔེར་ན་སྨྱོ་གུ་དང་ས་བོན་གཉིས་ཅེར་བ་སྨྱོ་གུ་དང་ས་བོན་གཉིས་དེ་ཁོ་སྐྱེ་བྱ་སྐྱེ་བྱེད་རྒྱུ་འབྲས་གཉིས་ཅེར་དེའི་པ་རུ་ཁ་ལ་སྐྱེ་བཞིན་པ་ཟེར་གྱི་དངོས་པོ་ཅིག་དགོས་ཀྱི་ཡོད་ན། ད་ཡང་སྐྱེ་བཞིན་པ་དེ་དང

ས་བོན་དང་སྨྱུ་གུ་གཉིས་ཀྱི་པར་རུ་ལ་བག་ཡོད་པ་ཡིད་དུ་སྐྱེད་བཞིན་པ་སོགས་ཀྱི་སྒྲུབ་ཡོད་ན་ད་སྐྱེད་བཞིན་པ་དེ་དང། དེ་ནས་ཡང་ས་བོན་གཉིས་པར་རུ་ལ་བག་ཡོད་པ་ཡིན་པའི་ཕྱིར། དེའི་བར་ལ་ཡང་གཅིག་ཡོད་སྐྱེད་བཞིན་པ་སོགས་གཅིག་ཡོད་དགོས། དེ་འདྲའི་བྱེད་དུས་དེ་ནི། གོ། སྐྱེད་བཞིན་པ་གི་ཐུག་མེད་སོགས་ཀྱི་དེ་ལས་འགྲོ་བས་ཐ་ཐུག་མེད་སོགས་ཀྱི། ད་དེ་ལས་གཞན། གཞན་པའི་གིས་སྐྱེད་བཞིན་པ་དགའ་བ་ད་འདིའི་གཞན་ཕྱིར་གྱི་སྐྱེད་བཞིན་པ་སོགས་ཀྱི་དེ་གོ།

དེ་འདི་སྐྱེས་ཟེར་ན་ད་དེ་ལས་ཡང་ལན་རྒྱབ་ཡོད། གང་ཚེ་སྐྱེས་པ་དེ་བས་ཚེ་སྐྱེས་ཀྱི་བར་ལ་སྲིད་པ་མེད་ཟེར། ད་འདི་ས་བོན་འགག་པ་དེ་ཡིན་ན། དུས་གང་གི་ཚེ། སྨྱུ་གུ་སྐྱེས་པ་དེའི་ཚེ་ན། དེ་ནི། ཡོད་པ་མ་ཡིན་པའི་ཕྱིར། ད་ས་བོན་འགག་པ་དེ་སྨྱུ་གུ་སྐྱེས་པའི་གནས་སྐབས་ན་ཡོད་མ་རུང་བ། སྨྱུ་གུ་སྐྱེས་པའི་གནས་སྐབས་ན་མེད་པ་ཡིན་པའི་ཕྱིར་ན་སྨྱུ་གུ་སྐྱེས་བཞིན་པའི་གནས་སྐབས་ན་གང་ཚེ་སྐྱེས་པ་དེའི་ཚེ་སྐྱེས་བཞིན་པ

དེ་ཚེ་ཅི་ཞིག་སྐྱེ་བ་འདི་དེ་ནི་ཡང་བསྐྱར་སྐྱེས་ན་སྐྱེ་བ་ཐུག་པ་མེད་པར་སྐྱེ་བ་ལ་མི་དགོས་པ་མེད་པའོ་དེ་འགྲོ་གི་ཡོད་རེད། དེ་ཡང་སྐྱེ་བཞིན་པ་འགྲིག་གི་མི་འདུག་ཟེར་ད་སྐྱེ་བཞིན་པ་དེ་གཉིས་སོང་རེས་སུའང་སྐྱེས་མ་སྐྱེས་གཉིས་ཀྱི་དཔའ་རུ་ལ་ཁྱེད་སྐྱེས་ཁྱེད་མི་སྐྱེས་ཟེར་སྐྱེ་བཞིན་པ་ཡིན་པ་ཡང་མི་འཐད་པ། སྐྱེ་བཞིན་པ་ཟེར་བ་དེ་ས་བོན་འགག་པ་དེ་སྐྱེ་བཞིན་པ་ཡིན་ཟེར་ན་ཡང་མི་འཐད་པ། ད་སྐྱེ་བཞིན་པ་ཟེར་བ་དེ་སྨྱུ་གུ་སྐྱེས་པ་དེ་སྐྱེ་བཞིན་པ་ཡིན་ཟེར་ན་ཡང་མི་འགྲིག་པའོ་དེ་རེད།

བྱེད་པ་མེད་ཀྱི་དེ་ཡི་ཚེ་བུམ་པ་མེད་པ་སྐྱིད་མི་ཐོབ། ད་འདི་ལ་ཁོས་རྩོད་པ་སྤོང་དགོས་རེད་ད། མ་སྐྱིད་པ་དེ་སྐྱེ་བཞིན་པ་ཡིན་ན་ཡང་སྐྱེས་པ་དེ་མ་སྐྱིད་པ་ཡིན་དགོས་ཀྱི་མ་རེད་བསམ། སྐྱེ་བཞི་པ་ནི་མ་རྫོགས་ཀྱང། མ་སྐྱིད་པ་ལས་ཁྱི་རོག་གྱོ། སི་གེ། དེ་ལྟའང་གང་སྐྱིད་སྐྱིད་པ་ལས་ཁྱི་རོག་གྱོ་ཞིག་མ་སྐྱིད་དེ། སྐྱེ་བཞི་པ་ཞེས་བྱ་བ་དེ། སྐྱེས་པ་མ་རྫོགས་ཀྱང། མ་སྐྱེས་པ་ལས་ཕྱི་རོལ་དུ་གྱུར་པ་ཡིན་པའི་ཕྱིར་ན། སྐྱེ་བཞི་པ་ཞེས་བྱ་བ་དེ་སྐྱེས་པ་མ་རྫོགས་སྐྱེས་མ་ཟིན་པ་ཡིན་དུས་མ་སྐྱེས་པ་ཟེར་གྱི་ཡོད་རེད། མ་སྐྱེས་པ། སྐྱེས་མ་ཟིན་པ་ཡིན་དུས་རེ་བ་མ་སྐྱེས་པ། སྐྱེས་མ་ཟིན་པའོ་སྐྱེས་པ་མ་རྫོགས་པའི་ཡིན་དུས་མ་སྐྱེས་པ་ཟེར་གྱི་ཡོད་རེད། ཡིན་ན་ཡང། སྐྱེས་པ་ལས་ཡང་ཕྱི་རོལ་དུ་གྱུར་པ་རེད། མ་སྐྱེས། མ་རེད། མ་སྐྱེས་པ་ལས་ཕྱི་རོལ་དུ་གྱུར་པའི་ཕྱིར་ན། ཕྱི་རོལ་དུ་གྱུར་པ་ཡིན་ཏེ་སྐྱེས་ཟིན་པ། སྐྱེས་ཀྱི་བར་ནི་མ་རྫོགས་ཀྱང། འོན་སྐྱེས་ཀྱི་བར་ནི་སྐྱེས་པ་མ་རྫོགས་པ། ཡིན་དུས་སྐྱེས་པ་མ་རྫོགས་པ་ཡིན་དུས་མ་སྐྱེས་པ་ཟེར་གྱི་ཡོད་རེད་ཡིན་ན་ཡང། མ་སྐྱེས་པ་ལས་ཕྱི་རོལ་དུ་གྱུར་པ་མ་སྐྱེས་པ་ཡང་རང་མ་ཡིན་པར། སྐྱེས་ཡིན་པ་ཟེར་གྱི་དུས་མ་སྐྱེས་པ་ལས་ཕྱི་རོལ་དུ་གྱུར་པ་དེ་མ་སྐྱེས་པ་གི

ཕྱིས་ནི་ཡོད་པ་ཡིན་པ་དང་ད་སྐྱེ་བཞིན་པ་སོགས་ཀྱི་དོན་སྔར་ད་ལྟར་མ་བྱུང་བར་བ་ཅད་མེད་པ་ཡིན་ན་ཕྱིས་ནི་འོང་རྒྱུ་ཡོད་པ་ཅི་སྐྱེ་རྒྱུ་ཡོད་པ་ཅི་དེ་འདྲ་ཡིན་དུས་དེ་ལ་ཡིན་ཞེས་བྱ་བ་ཕྱིས་ནི་ཡོད་པ་ཡིན་པ་དང། དེས་ཀྱང་མ་སྐྱེས་པ་བསྐྱེད་དེ་རྒྱུ་མཚན་དེས་ཀྱང་དེ་ནི་ད་ལྟ་མེད་ན་ཡང་ཕྱིས་ནི་འོང་རྒྱུ་ཡོད་པ་ཡིན་དུས་དེ་ལ་མ་སྐྱེས་པ་ཞེས་བྱ་བ་མ་སྐྱེས་པ་དེ་སྐྱེ་བཞིན་པ་ཡིན་ཞེས་དེས་ཀྱང་མ་སྐྱེས་པ་དེ་སྐྱེ་བཞིན་པ་ཡིན་ཞེས་བྱ་བ་དེ་འདྲས་སོང་ན།

གང་གི་ཕྱིར་ན་སྐྱེ་བཞིན་པ་མེད་པ་དེ་ཚེ་གང་དེར་བརྗོད་ཀྱི། ལྟ་འདི་དོན་དག་རྡོག་རྡོག་བྱེད་ན། དཔེར་ན་སྨྱུག་གིས་བཏགས་པའི་དེའི་སྐྱེ་བའི་གནས་སྐབས་ཀྱི་ཚེ་ན་སྨྱུག་གི་སྐྱེ་བའི་བྱ་བ་ཡོངས་སུ་རྫོགས་པ་ཡིན་ན། ནི་དེ་ལ་སྨྱུག་གི་ཡོད་ཅེས་བྱ་བར་བརྗོད་ཀྱི་རེད། སྨྱུག་གི་ཡོད་ཅེས་བྱ་བར་འགྱུར་ལ། མ་གཞི་པ་ནི་མེད་ཀྱི་རྗེས་སུ་སྨྱུག་གུ་གི་བྱ་བ་ཡོངས་སུ་མ་རྫོགས་པ་སྨྱུག་གུ་གི་བྱ་བ་བྱེད་མ་ཟིན་པའི་གནས་སྐབས་ན་ནི་སྨྱོ་གུ་གུ་ཡོད་མེད་ཅེས་བྱ་བ་བརྗོད། མ་བཞི་པ་ནི་མེད་ཅེས་བརྗོད། དུས་གང་གི་ཚེ་ན་སྐྱེ་བཞིན་པ་མེད་པ་དེའི་ཚེ་དེ་ན་སྨྱོ་གུ་གུ་བྱ་བ་སྐྱེས་པ་ཡོངས་སུ་རྫོགས་པ་དང། མ་རྫོགས་པའི་ལས་གཞན་དུ་གྱུར་པའི་སྐྱེ་བཞིན་པ་ཞེས་བྱ་བ་ཅིག། གང་གི་ཚེ་ན་སྐྱེ་བཞིན་པ་མེད་པ་དེའི་ཚེ་ན། གང་དེར་བརྗོད་ཅེས་བྱ་བ་དེ་སྐྱེ་བཞིན་པ་ཞེས་བྱ་བ་ཅིག། དངོས་པོ་གཅིག། སྐྱེ་བའི་རྒྱུ་བརྗོད་པ།

ས་བོན་གྱི་གནས་སྐབས་ཀྱི་ཚེ་ན་སྨྱུ་གུ་མེད་པའི་གནས་སྐབས། མི་ར་བ་ས་བོན་ལ་ས་བོན་གྱི་སྨྱུ་གུ་ལ་སྐྱེ་བ་ལ་མངོན་དུ་ཕྱོགས་པ། མངོན་དུ་ཕྱོགས་པ་ཡིན་དུས་སྨྱུ་གུ་འབྲས་བུ་དེ་མེད་པའི་ཡོད་མ་རེད་ཟེར་གྱི་རེད་སྐྱེ་བཞི་པ་ནི་སྐྱེ་ལ་ཕྱོགས་པ་ཡོད་མི་ཤེས། སྐྱེས་ལ་ཆོག་པ་ཡོད་མི་ཤེས་སོ་སྐྱེས་ལ་ཆོག་པ་ཡིན་དུས་ཡོད་པ་མ་རེད། འགའ་ཡིས་པར་ན་ཡོད་ཀྱང་ཟེར་འགའ་ཡིས་པར་ཟེར་གྱི་དེ་ག་རེད་ཟེར་ན། ད་སྐྱེས་བཞིན་པ་དང་འགའ་བཞིན་པ་ཟེར་གྱི་ཡོད་རེད་བ། འགའ་བཞིན་པ་ཟེར་གྱི་དེ་རྒྱུ་དེ་འགའ་བཞིན་པས་ས་བོན་དེ་སྐྱེས་བཞིན་པ། མ་རེད་ད་རྒྱུ་རྒྱུ་ས་བོན་དེ་འགའ་བཞིན་པ་འབྲས་བུ་སྨྱུག་གུ་དེ་སྐྱེས་བཞིན་པ་ཟེར་གི་རེད་བ།

ས་བོན་དང། སྨྱུ་གུ་གཉིས་པོ་དེ་ས་བོན་སྔོན་འགྲོ། སྨྱུ་གུ་དེ་རྒྱུད་ཅེས་བཀོད་པས། རྒྱུད་སྔོན་འགྲོ་འབྲས་བུ་རྒྱུད་ཡིན་བཀོད་ཡོད། ཡིན་ན་ཡང་ཁོ་གཉིས་དུས་ཚོད་ཏག་ཏག་ཅིག་གནས་སྐབས་ཀྱི་ཐོག་མའི་དུས་ཚོད་སྔ་ཕྱི་མེད་པར་ཏག་ཏག་ཅིག་དུས་མཉམ་པ་ཅིག་ཡོང་གི་རེད།

ཡིན་ན་ཡང་འགའ་ཡིད་པ་ཡོད་ན་ཡང་དེའི་གནས་སྐབས་བརྩིས་ན་སྨྱོ་གི་སྐྱེས་མ་རེད་དེ་ཇི་ལྟ་བུ་ན་གསང་དུ་སོང་བས་དེ་གསང་བདག་མཐོ་དམན་དང་འདྲ་གི་མི་འདུག་སོང་རེད་དཔེ་དེ་རེད་བ་དངོས་པོ་རྣ་བ་རྣམས་ཀྱི་གསང་བདག་མཐོ་དམན་གྱི་དཔེ་བཞག་པ་དེ་དང་དཔེ་དང་འདྲ་གི་མི་འདུག། སྐྱེས་བཞིན་པ་ཚེ་གཅིག་གི། ད་དེ་ས་བོན་གི་གནས་སྐབས་ཡང་མ་ཡིན་སྨྱོ་གི་ཡང་གནས་སྐབས་ཡང་མ་ཡིན་པའི་པར་རུ་ཁ་ཏག་ཏག་ཅིག། སངས་མཐོ། སངས་ཀྱི་མདའི་མཐོ་དམན་མེད་པར་དམིགས་པ་ནང་བཞིན་གྱི་ཡོད་མ་རེད། འོ་དོན་དག་དེ་གསུང་དགོས་ད་འདི་དོན་དག་ཚོ་རྡོག་རྡོག་འགྲོ་བྱས་པ་ཡིན་ན་འདི་ནང་རིག་པ་མང་པོ་བཏང་འདུག་ཨ། འདི་ནང་ད་སྐྱེས་ཀྱིན་པ་ཟེར་རྒྱུ་དེ་ས་བོན་གནས་སྐབས་རེད་མྱུ་གུ་གི་གནས་སྐབས་རེད་ཡང་ན་དེ་པར་བུ་ཁ་ཤས་སྐྱེས་པ་དང་ཆེས་མི་སྐྱེས་པ་རེད་ཟེར་འདྲ་བོ།

ད་ཀ་བ་དེའི་མཇུག་ཏུ་སྲིད་པའི་གང་ཚེ་རྒྱུ་ནི་མ་གཏོགས་པར་འབྲས་བུ་ཡོད་པ་མ་ཡིན་པ། དེའི་ཚེ་ན་འཇུག་པ་དང་ལྡོག་པ་འཐད་པར་ནི་མི་འགྱུར་ཞེས་བྱ་བ་སྟེ། རྒྱུ་མཚན་གང་གི་ཕྱིར་ན་ད་དངོས་པོ་གང་དང་གང་བསྟུན་པ་ཡིན་ན་ཡང་གང་གི་ཚེ་ན། རྒྱུ་མ་གཏོགས་པའི་ཀའི་འབྲས་བུ་ཡོད་པ་མ་ཡིན་པ་ད་ཀའི་དངོས་པོ་གང་ཡིན་ན་ཡང་དེའི་ཀའི། རྒྱུ། ཅེས་བྱ་བ་སྟེ། རང་ཉིད་དེ་ནས་རྒྱུད་མ་རྟོགས་པས་རྒྱུད་ཁོངས་སུ་མ་གཏོགས་པའི་དངོས་པོ་གང་དང་གང་ཡིན་ན་ཡང་རྒྱུད་ཁོངས་སུ་དཔེར་ན་ས་བོན་ཡིན་ན་ཡང་རྒྱུད་རེད་སྨྱུ་གུ་ཡིན་ན་ཡང་རྒྱུད་རེད།

ད་དངོས་གནས་རེད་འདུག་བསམ་སྟེ་ཧང་སངས་ནས་ད་འདི་འདྲའི་གི་འདྲ་མི་འདྲ་འདུག་བསམ་སྟེ་མོ་རྟ་དང་གླང་པོ་ཆུ་ལག་ཟེར་བ་དེ་འདྲའི་གི་དུ་སང་ཡིན་ན་ད་གློག་བརྙན་འདྲ་བོ་ཞིག་ན་འགྲིག་འདུག་གང་ལྟར་དེ་འདྲའི་མཐོང་གི་རེད་ཟེར་གོ་སོ། དེ་རེད་མཐོང་བ་ཙམ་མ་ཚད་དཔེ་གི་དངོས་གནས་རེད་བསམ་ནས་ད་ཁོ་བདེན་རྫུན་འདྲ་བོ་ཞུགས་ནས་དེ་ལ་དཔེ་ཧང་སང་ཡག་གི་གོ་སོ། ཅིག་ག་ཟེར་ཆགས་སྡང་གི་འཚོ་བ་ཤུགས་ཆེན་པོ་ཡོང་གི་རེད། དེ་ནས་ཡིན་ན་ཡང། གཞུང་ནང་མཁན་གྱི་ཁོ་རང་གི་དཀྲུག་མཁན་སྦྱོར་བ། དཀྲུག་མཁན་དེ་གའི་ཁོ་བདེན་པ་ཡོད་མེད་པ་ཧ་གོ་དགོས། དངོས་གནས་བདེན་པ་མ་ཡིན་པ། ཡིན་ན་ཡང་དཀྲུག་མཁན་ཁོ་རང་གིས་ཡང་མཐོང་གི་ཡོད་ཟེར་བ་གིས་དཀྲུག་བདེ་ཡག་གི་གཞུང་མ་གིས་བལྟ་ལོ། དུ་སོ་ཁོས་མཐོང་མཐོང་གི་རེད་ཟེར་མོད་ཀྱི། མོད་ཀྱི་མཐོང་གི་རེད་དེ། ཁོ་ག་རེ་རེད་ཟེར་ན་བདེན་པ་མ་རེད་ཟེར་ན་ཁོ་དཀྲུག་བ་ཡིན་པ་ཁོ་རང་གི་དཀྲུག་བྱ་ཡོད་པ། བདེན་པ་མ་ཡིན་པ་ཅིག་ཁོས་གོ་འཛོལ་གི་རེད། བདེན་པ་མ་ཡིན་པ་ཅིག་ཁོས་ཧ་གོ་གི་རེད།

ཨོ་དཔེ་དེ་འདྲ་བཞག་རེད། ད་དེ་ག་ནང་བཤད་ཀྱི་དོན་དག་ག་རེ་རེད་ཟེར་ན། ང་ཚོས་སོ་སོ་ཤེས་བ་མ་རིག་པའི་གི་ཅིག་ཐང་ཐང་བསྒྲིགས་བསྡད་ཁེལ་ཤོར་བ། ཨོ་དེ་གི་ང་ཚོ་དངོས་པོ་འདི་ག་རེ་མཐོང་གི་འདུག་ད་འདི་ཚོ་ཚང་མ་དེ་ནི་ད་ལྟ་གཞི་མ་མཁན་གི་མི་གི་སྤྲོ་སྦྱང་གི་ནང་བཤད་ཀྱི་རེད། མཐོང་གི་ཡོད་རེད་ལ་མཐོང་བ་མ་ཚད་པའི་གི་དེ་ནི་བདེན་ཚིག་དྲུག་དེ་དངོས་གནས་ཡིན་ནོ་ཤག་ཁྱེད་རོ་དོན་དེ་དྲུག་གི་དངོས་པོ་གང་ཡོད་ན་དེ་ཚོ་ཚང་མ་ད་ཁོ་ཡོང་ངུས་ནས་དྲུག་བ་ཡིན་པ་འཛིན་ནས

གཟིགས་པ་ཡིན་ན་ས་ཐོག་གི་བྱང་ཆུབ་སེམས་དཔའ་སུ་འབྱོར་བ། དེ་གི་མྱང་གཞག་གི་གནས་སྐབས་ཀྱི་ཚེ་ན་འདི་སོགས་ཐང་མ་རེད། སོ་སོ་སྐྱེ་བོ་ང་ཚོ་མཐོང་དེ་ཡ་ཙམ་མཐོང་མ་རེད་ཡིན་ན་ཡང་རྗེས་ཐོག་གི་གནས་སྐབས་ཚེ་ན་ཐང་གི་ཡོད་ཡང། ཐང་གི་ཡོད་རེད་དེ་དེ་ལ་བདེན་པ་ཞུ་གི་ཡོད་མ་རེད། བདེན་པ་མ་རེད་བསམ་རྒྱུ་མ་ལྟ་བུ་བདེན་མེད་གཞི་མ་ལྟ་བུ་ཞིག་རེད་བསམ་གི་རེད། དེ་ག་རེད་ཟེར་ན། སྤྲུལ་མཁན་ཁོ་རང་ནང་བཞིན།

སྣང་བ། དེ་འདྲ་དེང་སང་ད་ཁྱོད་ཚོ་གོ་ཡོད་ན་མེད་ན། ཐ་སྙད་ཚིག་འབྲུ་ཡོད་མི་ཡོད་ཟེར་ན་ང་ཚོ་བོད་དཔེ་ནོར་དཔེ་མང་པོ་རྩོད་དགོས་ལ། དགེ་ལུགས་ཀྱིས་ཟེར་ན་ཐ་སྙད་ཚིག་འབྲུ་ཟེར་གྱི་དེ་ཡོད་རེད། ཐ་སྙད་ཚིག་འབྲུ་ཐ་སྙད་ཚིག་འབྲུ་ཟེར་གྱི་དེ་ག་ཚོད་ང་ཚོ་སྣང་བསྡད་ཀྱི་འདུག་ཚོ་ཚང་མ་སངས་རྒྱས་ཀྱི་རྗེས་ཉོན་ཅིག་ལས་ཤིག་གི་གཟིགས་ངོ་ལ་ཡང་སྣང་གི་རེད།

གཅིག། རིག་པ་མཐོང་ནས་དགའ་ནས་དེ་ལ་དགོངས་བརྒྱད་ནས་བསམ་བློ་བཏང་ནས་སོ་སོའི་སྐྱེ་བོ་དང་ཀུན་ལ་བདེན་འཛིན་སྤྲོ་སེ་ཅིག། དངོས་གཞི། དེ། ཕ། ར་ཕ་དེ། སྤང་ཐུབ་ཡ་དེ་འདྲ་ཡོང་གི་ཡོད་རེད། བདེན་འཛིན་བདེན་པ་འཛིན་པའི་རྒྱུ་ཕྱོགས་རུ་འགྲོ་ཐུབ་ཀྱི་ཡོད་རེད། ཡིན་ན་ཡང་སྣང་བ་ཟེར་གྱི་འདུག་སོ་མ་དག་པའི་གི་སྣང་བ་ཟེར་གྱི་དེ་དག་དགོས་ན་དེ་དགོངས་བརྒྱད་ནས་ཁོ་ཡུལ་རིན་པོ་ཆེ་ལ་དཀའ་ལས་བརྒྱབ་ན་མ་ཐོག་ལས་སླ་བོ་དག་ཐུབ་ཡ་ཡོད་མ་རེད། འོ། འོ་དེ་འདྲ་བྱས་དུས་དེ་དག་རྒྱུ་ཡོད་པ་ཅིག་རེད། ད་ལྟ་འདི་ནོ་ཞེས་པ་ནང་བཞིན་དཔེར་ན་གཞུས་མ་མཁན་གྱི་མིག་ལྟ་རྩ་ནི་མ་ལེན་མཁན་གྱི་གང་ཟག་དེ་གས་ཁོ་གཞུས་མ་མཁན་ལྷང་ལྷིང་ཡང་མ་རེད་བདེན་པ་ཡང་མི་འཛིན་པ་དང་ནང་བཞིན་གས་སངས་རྒྱས་ཀྱི་གཟིགས་ངོགས་ལ་བྱིན་ཕྱིན་པའི་གཟིགས་ངོགས་ཡེ་ཤེས་ཀྱི་གཟིགས་ངོགས་ལ་འདུ་སོ་ཚང་མ་ནང་གི་ཡང་མ་རེད་ཟེར་འོ་དེ་འདྲས་སོང་དུ་སོ་ཡག་པོ་ཀློག་དེ་རིང་དེ་རིང་ཀློག་ནས་དུ་སོ་གར་ཟེར་གི་རེད་གཞུ་མ་ཡང།

འགྲོ་དགོས་ཟེར་ད་རུང། ད་འདི་ཡན་ཆོད་ཀྱི་ང་ཚོས། ག་རེ་རེད་ཟེར་ན་རྩ་བའི་གསར་བརྗེ་དང་པོ་སྟོང་ཉིད་གཏན་ལ་ཕབ་ཟེར་གྱི་དེ་དག་འགྲོ་ཚར་རེད་ད། ད་ནི་ག་རེ། སྟོང་ཉིད་གཏན་ལ་ཕབ་རབ་བྱེད་ཀྱི་རྒུད་པ་ཞེས། གླེན་དཀར་ལྷག་མ་སྤང་བ་ཟེར་ནས་རྩ་བའི་གསར་བརྗེ་སོང་ཡོད་བ། ད། སྟོང་ཉིད་གཏན་ལ་ཕབ་པ་ཟེར་གྱི་དེ་འདི་ཡན་ཆད་འགྲོ་བ་རེད།

དེའི་ནང་ནས་རབ་བྱེད་དང་པོ་ཡི་གེ་ཀུན་རྫོབ་ཀྱི་གནས་ཚུལ། དེ་ནས་ཕྱིན་ཅི་ལོག་ཏུ་འཛིན་པ། གནས་ཚུལ་དང་མ་མཐུན་པར་འཛིན་པ་དེས་སྤང་བའི་ཆེད་དུ་རབ་བྱེད་དང་པོ་དེ་བཞི་བསྟན་གྱི་རོ། རྒྱུ་འགའ་ཞིག་གིས་ནི་ཟེར་རྒྱུ་ག་རེ་རེད་ཟེར་ན། མ་བརྟགས་པ་ལ་བརྟགས་པ། སྡུག་བསྔལ་བ་ལ་བདེ་བ། དེ་ནས་བདག་མེད་པ་ལ་བདག་མི་གཙང་བ་ལ་གཙང་བར་འཛིན་པ།

དེའི་རྒྱུ་རྐྱེན་གྱིས་རྟག་པ་མ་ཡིན་ན་ཡང་རྟག་པར་འཛིན་འགྲོ་བ་འདྲ། ཁ་ཞིང་ལྷན་སྐྱེས་ཀྱིས་སོ་སོ་ལྷན་སྐྱེས་ཀྱི་སྒོ་ནས་དེ་ནི་ཀྱི། ཆུ་རྟག་པ་མ་ཡིན་ན་རྟག་པར་སྡུག་བསྔལ་བ་ལ་བདེ་བར་འཛིན་པ་ལྟ་བུ་དེ་འདྲས་ཡོད་དུས་དུ་སོ་སོ་འགོག་པའི་ཡིད་བྱེད་དུ་ར་བཞིན་དེ་ལ་སྐྱེ་བ་ཡིན་ཟེར་འདི་ནི་དུ་སོ་སོ་འགོག་པ་རྒྱས་སུ་སྟེ། ར་བཞི་ཅིག་གུས་པ་བྱེད་པ་ཟེར་ཏེ། དེ་བྱས། ད་བཙལ་བའི་ས་གཞི་གསུམ་པ། རྩོད་པ་ལྷག་མ་སྤོང་བ་ཟེར། རྩོད་པ་ལྷག་མ་སྤོང་བ་འདི་ལ་དོན་ཚན་ཁ་ཤས་འདུག་དེའི་ནང་ནས་དང་པོ། སྟོང་ཉིད་འགོག་བྱེད་ཀྱི་རིགས་པ་དགག་པ། ཟེར་གྱི་དེ་རེད། དེ་ལ་དང་པོ་གཞན་ཕྱོགས་སུན་འབྱིན་མི་ནུས་པ་དེ། གང་ཚེ་སྣ་བོགས་བརྗོད་བྱ་རྣམས་སྟོང་པ་ཞེས་བྱ་མ་རུང་བ། ད་འདི་ཡན་ཆོད་ཀྱི་སྤྱི་དང། སྟོང་ཉིད་ཆ་ཚང་གཅིག་གཏན་ཚལ་བ་རེད། སྟོང་ཉིད་གཞན་ལམ་འབྲས་སོགས་ཀྱི་དངོས་པོ་ཐམས་ཅད་གཏན་ནས་ཕབ་ནས་སྟོང་པ་ཉིད་ཀྱིས་གཏན་ཟིན་པ་རེད། གཏན་ཟིན་དུས་དེར་ཚུལ་རྩོད་པ་རྩོད་ནས་རེད་བ། ད་དངོས་པོ་སྣང་བ་རྣམས་ཀྱི་ཚུལ་ག་འདྲ་རྩོད་པར་ཟེར་ན། གང་ཚེ་སྣ་བོགས་འོ་ན་ཡང་གང་གི་ཚེ་ཟེར་ན་ཁྱོད་རང་དབུ་མ་པས་ཀྱི་སྟོང་ཉིད་གཏན་ལ་ཕབ་པ་དུས་གང་གི་ཚེ་ན།

ཁོ་གི་འདོད་པ་བཀག་པ་ཙམ་གྱིས་ཕན་གི་ཡོད་མ་རེད་ཡང། སྒྲུབ་བྱེད་བརྗོད་ནས་བགྱིས་པ་བཤད་དགོས་ཀྱི་ཡོད་རེད་བ། རང་སྐྱོར་སྒྲུབ་བྱེད་ཀྱི་རྟགས་དང་གཏན་ཚིགས་བཀོད་ནས་རང་གི་ཕྱོགས་ནས་སྒྲུབ་པ་དེས། འོ་དེ་འདྲའི་སྒྲུབ་བྱེད་བཀོད་ནས་དེ་ནས་བགྱིས་པ་ཚིག་མ་བཤད་དགོས་ཀྱི་ཡོད་རེད། དེ་འདྲའི་བྱེད་དུས་ག་དེ་སུན་གྱིས་ག་དེ་སུན་གྱིས་བྱས་ཆོག་ཀྱི་ག་ནས་སྒྲུབ་བྱེད་ལ་བགྱིས་མིན་ག་དེ་སུན་གྱིས་བྱས་ནས་ཕ་ག་པ་སྐྱིད་སྐྱམ་པོ་རྒྱབ་བསྡད་ཀྱི་དེ་རིང་མ་གཏོགས་བལ་གྱི་ཚོས་སྒྲུབ་བྱེད་རྩ་ནས་བཀོད་ཀྱི་མེད་པ་དེ་ཕྱོགས་གཅིག་ལྟ་བུ་བྱས་ན། དེ་ནས་ཚུར་སྒྲུག་བྱེད། སྐྱེད་བྱེད་ན་དགའ་བར་སྒྲུག་ག་ཞུས་པ་མ་ཡིན་ཏེ་སྒྲུག་དགོས་པ་ཡིན་ཞེས་དགའ་ན་སྒྲུག་བྱེད་ལ་སྐྱེས་མིན་འདི་དབུ་མ་པར་ཕ་ཤེས་པ་ཕ་གསུངས་པ་རེད། དེ་ག་རེ་རེད་ཟེར་ན་དངོས་པོ་སྣང་བ་སྣང་ལ་དངོས་པོ་སྣང་བ་སྣང་གི། ཚུར་དབུ་མ་པར་ལ་དགའ་བ་སྦྱར་རྒྱུ་དེ་རེད་མ་གཏོགས་པའི་དངོས་པོ་སྣང་བའི་སྣང་གི། བདེན་པ་ཡོད་པའི་སྒྲུག་བྱེད་ཅིག་བཀོད་དགོས་མི་རུང་བ། བདེན་པ་ཡོད་པའི་སྒྲུག་བྱེད་དབུ་མ་པིར་ལ་བགྱི་བ་ཤེས་ཐུབ་ཡ་གཅིག་བཀོད་རྒྱུ་ཡོད་མ་རེད། གལ་སྲིད་སྐྱོན་རོང་གི་བདེན་པ་ཡོད་པ་ཅིག་སྒྲུབ་ཐུབ་ཀྱི་ཡོད་ན་ཨ་མ་བོད་ཀྱི་འདོད་པ་ལ་དང་པོ་དགག་པ་བརྒྱབ་དགག་པ་བརྒྱབ་པ་མ་ཟིན་བོད་ཀྱི་དེ་ནི་སྒྲུབ་གཞི་ཞིག་བཀོད་དགོས་ཀྱི་རེད་ད་སྒྲུབ་དཔེ་ན་བདེན་པ་ཡོད་དེ། དཔེ་ན་འདི་འདྲ་ཅིག་རེད་ཟེར་གྱི་གོ་གི་རེད་བ། ཆུའི་སྟངས་ཀྱིས་བདེན་པ་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར། དཔེ་ན། དེ་ནི་གཞི་མ་ཞིག། ཟེར་ན་ད་ཨ་མ་བོད་ལ་ཕར་བཀོད་ན་བཀོད་ཆོག་གི་རེད་བ། དཔེར་ན་གཞི་མ་དང་མ་ལངས་ལ་སོགས་པ་བཞེད་ཟིན་མོད་དེ་འབྲེལ་གྱི་གཏན་ཚིགས་དབུ་མ་སྤེལ་གྱི་ཕ་དངོས་པོ་རྣ་བ་ལ་བཀོད་ནས་དཔེ་བདེན་པ་མེད་པར་བྱེད། གཞི་མ་མ་ལངས་དེ་དངོས་པོ་རྣ་བ་ཁོ་རང་སོགས་ཀྱི་བདེན་པ་འདོད་མཁན་མ་དབུ་མ་སྤེལ་བའི་འདོད་ཡོད་ན་སྒོ་ང་སྒོ་ཕྱི་སྒོ་གཉིས་ཀ་གི་བདེན་པ་མ་གྲུབ་པའི་དཔེ་ཞིག་བཀོད་ཆོག་གི་རེད། ཡིན་ན་ཡང་དངོས་པོ་རྣ་བ་ནང་གི་ཚུལ་དབུ་མ་པ་ལ་བཀོད་ནས་བདེན་དྲུག་ཡིན་ཏེ། ད་ཅི་ཡིན་ཅི་ཡིན་པ་བརྟག་བཀོད་དགོས་རོགས་དཔེ་ནི་འདི་ཞེས་ཟེར་ནས་དབུ་མ་པ་ལ་ད་བདེན་པ་གྲུབ་པ་ཡིན་པའི་དཔེ་ཞིག་བཀོད་ཀྱི་ཡོད་མ་རེད། དཔེ་ཞིག་དཔེ་ཞིག་རག་དགོས་པ་གཉིས་ཀ